ཨ་མདའ་ནང་འདི་ལ་སྒོ་ཤི་སྒོ་ཤེས་རབ་རྒྱ་མཚོ་རེད་ཨ་མདའ་ནང་ཞིག་གི་འདི་ལ་རྒྱ་སྐྱིད་དཔའ་བོ་ཨ་ནི་ད་ལྟ་བཙན་པིར་རེད་སྟོང་ལོ་བརྒྱ་ཆི་གྱ་གཅིག་རེད་ཨ་ནི་ཁང་རིག་ཡོད་ན་ཁྱི་མཐའ་མ་དེ་ཉིས་སྟོང་ཉིས་བརྩེགས་ཉིས་ལོ་བརྒྱ་རག་གཞུང་ལ་ངོ་རྒོལ་རྒྱབ་ན་མི་དགྲ་སྟོང་ཡོད་རེད་ཁོ་རང་གི་ཨ་མི་ལུས་རིན་པོ་ཆེའི་སྤུ་རྒྱལ་ཁབ་ཀྱི་ཆེད་དུ་བཏང་ནང་ཞིག་འདི་ལ་ང་ཚོ་རྒྱ་སྐྱིད་དཔའ་བོ་དེ་རེད་ཆེ་གོ་ནོར་བུ་རེད་ཁོ་གོ་བཞི་བ་གཞུང་གིས་ང་ཉིས་སྟོང་ཉིས་བརྩེགས་ཉིས་གོ་བཅུ་རྩ་གཉིས་པ་གི་ནང་བཏང་རྒྱུ་རེད།

བོ་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ། སུ་ཟུག་གི་རྒྱལ་ཁབ་འདི་དགྲ་བོ་རྒྱ་ནག་དམར་པོ་དགྲ་བོ་འདི་གི། ཨ་ནི་ང་ཚོ་གི་རྒྱལ་ཁབ་རྐུ་མ་རྒྱབ་རེད། ད་ལོ་ངོ་དྲུག་ཅུ་རེ་དྲུག་འདུག་གོ། ཨ་ནི་རྒྱལ་བ་རིན་པོ་ཆེ་ང་ཚོ་སྤྱི་བའི་འདི་ཞིག་གི་སྐྱབས་མགོན་རེད་ཨ། རྒྱལ་བ་རིན་པོ་ཆེ་ད་བཙན་བྱོལ་ལངས་པར་རྒྱ་གར་ལངས་པར་གཞིགས་དགོས་ཡོད་རེད་ཨ། མཁར་གྱིས་གཞིགས་དགོས་རེད་རྒྱལ་བ་རིན་པོ་ཆེ་ཨ། སུ་ཟུག་གི་ཕ་ས་ཕ་ཡི་རེ་གཞིགས་མི་ཐུབ་བས། རྒྱ་གར་ལངས་པར་ནི་མཁར་གྱིས་གཞིགས་དགོས་རེད། དེ་དྲི་བ་རེད། དེ་འདི་ཙམ་པ་ལ་ཨ་ནི། ཁོ་གཉིས་ཀྱིས་ང་ཚོ་གི་དགྲ་བོ་རྒྱ་མིའི་དམར་པོའི་གཞུང་གིས་ང་ཚོ་གི་ཤ་ཁྲག་གཅིག་པ་ས་ཡ་མང་པོ་བསྲེགས་ཡོད་རེད། དེ་འདི་ཙམ་པ་ལ་ང་ཚོས་བཙན་བྱོལ་རླངས་པ་ལ་ཡོད་རྒྱུ་གི་སྤོབས་པ་དེ་ཚོ་ཡོད་ན། ཁོ་གཉིས་ཀྱིས་དགྲ་བོ་རྒྱ་ནག་དམར་པོའི་གཞུང་ལ་བོད་ལ་རང་དབང་མ་ཐོབ་བར་དུ་ང་ཚོ་གི་ལིང་གེ་སྤེན་ར་ཁོང་ཚོ་ཁོང་ཚོ་ལ་ཁ་རྩོད་དགོས། ང་ཚོ་གི་སོ་སོ་གི་རྒྱལ་ཁབ་དང་མི་རིགས་བདེ་གི་ཆེད་དུ་ར་ཁོ་གཉིས་དྲངས་ནས། ཤག་སྟོང་དགོས་ནས་ར། ཉི་མ་གཅིག་གི་སྟོང་དགོས་གི་ཉི་མ་གཅིག་ཤར་ན། སྟོང་དགོས་ཡ་རེད་སྐད་ཆ་དྲང་པོ་བཤད་ནས་སོ་སོ་གི་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་སོ་སོ་གི་མི་ལུས་རིན་པོ་ཆེ་ལ་བརྗོད་ར། དེ་འདྲ་སྟོང་ཡ་གི་ཉི་མ་གཅིག་ཤར་བ་ཡིན་ན་སྟོང་དགོས་ཡ་རེད་གར་གྱི་ལ་ནི་ང་ཚོ་གི་སྤུ་གི་ནང་ལོག་ནས། ད་དངོས་ནས་ཏན་ཏན་པར་ལོག་ལ་རྒྱ་ཆེ་དཔའ་བོ་དཔའ་མོ་བརྒྱ་དང་བདུན་ཅུ་མི་དྲག་སྟོང་ཡོད་ཁོ་རང་ཚོ་གི་མི་ལུས་རིན་པོ་ཆེ་གསེར་དེ་ར། ང་ཚོའི་སྤུ་རྒྱལ་ཁབ་དང་མི་རིགས་རྒྱལ་བ་རིན་པོ་ཆེ་གི་ཆེད་དུ། ང་ཚོ་གི་ཆེད་དུ།

མི་རིགས་རྣམ་པ་སྣ་ཚོགས་ཡོད། ཐ་ན་དྲག་ན་མི་རིགས་རྣམ་པ་སྣ་ཚོགས་བརྒྱ་དང་སུམ་ཅུ་ལོངས་སུ་ཡོད་རེད། དེ་འདི་ཙམ་པ་ལ་དངོས་གནས་ཀྱི་ང་ཚོས་དགེ་རྒན་ལ་སྐད་འབོད་རྒྱག་དགོས། ཤི་བའི་ལིང་གེ་ཚོས་སྐད་འབོད་རྒྱག་དགོས་ཡ་དེ་ཕར་འཛིན་ལ་ན། བཀོད་གཏོང་དྲིལ་བསྒྲགས་བྱ་ཡ་རེད། ད་གང་ནང་ཞིག་གི་གཅིག་ནས་ང་ཚོ་དགྲ་བོ་རྒྱ་ནག་དམར་ཤོག་གཞུང་ལ་ར། ང་ཚོ་གི་ལིང་གེ་གཅིག་ཡོད་ར་ང་ཚོ་གི་དཀའ་ངར་ཁ་རེ་རེད། ཨ། ང་ཚོ་དེ་རིང་འདས་ལ་ལས་ན། འདི་གི། ཡར་ལེན་ས་ཆེན་དགྲ་བོ་འདི་ཡིན་ན་འདི་དགྲ་བོ་རྒྱ་ནག་ང་ཚོ་ལ་དགྲ་བོ་གཅིག་རེད་དགྲ་བོ་རྒྱ་ནག་དམར་པོའི་གཞུང་གི་གཞུང་ས་ཁོང་གི་མདུན་ལ་ཨ་ནི་རྒྱ་མི་གི་ལི་ཤི་པ་ཁོ་རང་ཚོ་ཡོད་ར official དེ་ཚོ་ཡོད་ལ་ཨ་ནི་ང་ཚོ་གི་ཁོང་ཚོ་གི་མི་གི་མཐོང་གོ་རེད་ང་ཚོ་བོད་མིར་གི་དཀའ་ངར་དེ་ཚོ་ར་འདི་འདྲ་གྱིས་ནི་ང་ཚོ་གི་ཆབ་སྒྲག་བྱ་དགོས་ཡ་ད་ཁོང་ཚོ་ལ་ཨ་ནི་ཁ་ལ་དགོས་རེད་ཨ་ཁོང་ཚོ་ལ་ལིང་གི་དཔེ་དགོས་ཡ་ད་དཔེ་མི་སྲིད་དཀའ་ཆེན་པོ་རེད། ང་ཚོས་བཙན་བྱོལ་གླང་པ་གི་རྣོ་ལག་ལ་ར་རང་དབང་གླང་པ་ཁ་ན་ཏྲ་ཨ་རི་འདྲ་བོ་དཔེ་བཞག་ན་ཡུས་འདི་འདྲ་གི་རྣོ་ལག་ལ་ཁུ་སིམ་སིམ་ལིང་གེ་སྐྱེས་མ་ཕེར་བདེ་བདེ་བ་ཡིན་ན། རྒྱ་མིའི་དམར་ཤོག་གཞུང་ལ་རྒོལ་བའི་ལུས་ཁུར་བྱ་དགོས། གང་ཡིན་ཟེར་ན་རྒྱ་ནག་དམར་ཤོག་གཞུང་གི་དབུས་ཀྱི་རྣོ་ལག་ལ་ང་ཚོའི་བོད་མིའི་ས་ཡ་བདུན་བརྗེས་སུ་ཡོད་ར། ཨ་འགྲས་ཀྱིས་བཞག་བཞག་ཡོད། ཨར་འཛིན་མེད་པ་དེས། ཁང་པ་གཅིག་གི་ནང་དཔེ་བཞག་ན་འདི་ཤོག་འདི་འདྲ་བོ་ཆགས་བསྡད་ཡོད། ཧ་གོ་ས།

དེ་ཚང་མ་བཀའ་ཤག་ཡིན། རི་བྲག་གི་ཆེད་དུ་མི་མང་པོ་ཚེ་ཐོག་འགྲོ་ཡོད། དེ་མི་ཙམ་པ་ལ་ང་ཚོ་བཙན་བྱོལ་ལངས་པ་ཡོད་ཀྱི་སྤོབས་པ་ཚང་མ་གིས་དངོས་གནས་གོ། ཁྱེད་རང་ཚོ་གིས་རང་རང་ཚོའི་རྩེ་གི་ཡོད་ན་རེ་བོད་མི་ལམ་གི་ཐོག་ནས་སྐོར་ལ་ཅིག་བདེན་མཐའ་ཟེར་ས་ཡ་གི་ཐབས་ཤེས་འཐེན་གི་ཡོད་ན་རེ་སྐོར་ལ་རང་རང་རྩེ་གི་ཡོད་ན་རེ་ཚང་མ་ཕེབས་ཤག་ར། ཚང་མ་གིས་དངོས་གནས་མཉམ་དང་ང་ཚོ་ཚང་མ་རྡག་རྩ་གཅིག་སྒྲིལ་གྱིས།

ཚང་མ་གི་འདག་ཆ་གཅིག་སྒྲིལ་བྱས་ན་ཨོ་རྒྱལ་ཁབ་དང་མི་རིགས་ད་ནི་རྒྱལ་བ་རིན་པོ་ཆེ་ད་དགོང་ལོ་དགུ་བཅུ་ཐམ་པ་ཕེབས་བསྡད་ཡོད་རེད་རྒྱལ་བ་རིན་པོ་ཆེའི་རྩིས་སྤོ་ད་ལས་དགོང་ལ་ཨ་ང་ཚོ་གདན་འདྲེན་བྱས། དངོས་གནས་གི་ད་ལྟ་ང་ཚོ་སྤོ་དགོས་ཨ་ལས་བྱེད་པ་དང་འགོ་ཁྲིད་དེ་ཚོ་ཡིན་ན་ད་རྒྱལ་བ་རིན་པོ་ཆེ་སྤོ་ལ་གདན་འདྲེན་བྱས་ཡ་སྤོ་ལ་གཞིས་བྱེས་ཁོ་མོའི་ག་ཚོད་མཉམ་འཛོམས་ཡིན་དགོས་དགེ་བྱེད་ཀྱི་ཉི་མ་ག་དུས་ཤར་ཏེ་ང་ཚོ་སྤོ་མི་རིགས་ལ་དེའི་གི་ང་ཚོ་གི་ད་ང་ཚོ་ཁ་ན་ད་ཡིན་ན་རེད་ཨ་རིའི་རྒྱ་གར་གང་ཡིན་ན་ཚང་མ་གི་ཨོ་མི་རིགས་གི་ཆེད་དུ་དངོས་གནས་གི་མི་འགེབས་པས།

དེང་གི་རྩམ་པ་ལ་ང་ཚོས་ཀྱི་སྤྱི་ཟླ་གཅིག་གཉིས་ཀྱི་ར། སྤྱི་ཟླ་གཅིག་གཉིས་ཀྱི་ཚི་བ་གཅིག་གི་ཉི་མ། རྒྱལ་སྤྱིའི་འགྲོ་བ་མི་ཐོབ་ཐང་གི་ཉི་མ་དེ་ལ་ང་ཚོས་སྤོ། སྤོབས་པ་དང་མཚོན་ན་ང་ཚོ་སྐྱབས་བཅོལ་བ་རེད་ང་ཚོ་ལ་འགྲོ་བ་མི་ཐོབ་ཐང་དགོས་ཀྱི་ཡོད་རེད་བོད་ཀྱི་ནང་ལོགས་ལ་དེང་གི་རྩམ་པ་ལ། December twenty ལ་ང་ཚོ། ཁ་ན་ཏྲ་ཁྲོ་རོང་ཁྲོ་ལ་དེ་ལ། དེང་གི་ཉིན་མོ་རང་ཁ་ཁབ་ཁྱི་དུས་དུས་རྒྱལ་བ་རིན་པོ་ཆེ་ལ་གཟའ་ཉིན་མོ་རེད་དེ་ཉིན་མོ་དེ་ལ་ང་ཚོ་ཤ་ཁ་ཆུ་ཚོད་བཞི་པ་ནས་བཅུ་བ་བར་དུ་ཆུ་ཚོད་གཉིས་ཀྱི་ནང་ལོགས་ལ། ང་ཚོས་དེ་ལ།

བཀོད་སྒྲིག་བགྱིས་ཡོད། ཁྱོད་རང་ཚོའི་བཀོད་ཇའི་ཕྲ་ཡང་འདོད་པ་འདི་འདྲ་ཡོད་ན་ནི་དངོས་ནས་ཤི་ལགས་ལ་ནམ་ཞིག་དཔེ་མི་སྲིད་ཡག་པོ་འདུག་སོ་སོ་གི་ཆུས་པ་འདྲ་མི་འདྲ་གང་ཡང་ཡོད་ར་ཡ་ཚིག་པོ་འདི་འདྲ་ཡ་དེ་འདྲ་ཙམ་པ་ལ་ནི་ཕེ་རོག་བྱེད་སླ་ཡིན་ཁྱོད་རང་ཚོ་ལ་དགའ་བོ་ཡོད་ན་ར་ཨ་ནི་མཐའ་མ་དེ་ལ་ནི་རྒྱལ་བ་ཡེ་བཞུགས་ནོར་སྐུ་ཚེ་བཀའ་རྒྱ་བརྟན་པར་ཤོག་བོད་ཀྱི་བདེན་མཐའ་འཇགས་པོ་གསལ་བར་ཤོག་ཨ་ནི་བོད་པ་དེ་ཚོ་ཡིན་ན་སེམས་ཤུགས་མ་ཆགས་དེ་ནམ་ཡང་སེམས་ཤུགས་མ་ཆགས་ར་རྒྱ་མི་བཀའ་ཁྲི་གི་དཔར་འགྲོས་ཆེན་པོ་ཡིན་ན་རེ་ཨ། དཀའ་ཚེགས་ཀྱི་ནུས་བ་ཡོད་ན་རེད། ང་ཚོ་གི་རྩ་བ་ནས་སེམས་ཤུགས་ཆག་འཇོག་དང་རྒྱ་མི་ག་རེ་ཡིན་ན་ཡིན། ཡག་པོ་ཡོད་ཨ་མ་རེད། ཕྱི་མོ་གི་ནུས་བ་ཡོད་ན་ང་ཚོ་རྩ་བ་ནས་ཤི་འདུག་མར་སེམས་ཤུགས་ཆག་གི་ཡོད་མ་རེད་ང་ཚོ་ར་བ་བཏང་རོགས་དེ་ཡིན་རྒྱ་རི་མི་སྐུ་ཚེ་ཆུ་ལོན་ཆུ་ལོན་བསམ་པ་སོགས་བཀོད་རྒྱ་ལོ།